ཀུ་ཤུ་བཏགས་ཅིང་གི་ད་ལྟ iPad ཞེས་ཡ་དེའི་ནང་ལ་མ་ག་འདྲེ་ཞིག་ཕབ་ལེན་བྱེད་དགོས་ཡོད་མེད་ཨེ་ནི་དེའི་ནང་ལོགས་ལ་ཆ་རྐྱེན་ག་རེ་ག་རེ་ཚང་དགོས་ཡོད་མེད་དེ་འདྲའི་གི་བརྙན་པར་མདོར་བསྡུས་ཀྱིས་ཞུ་གི་ཡིན་ངས་སྔས་མ་དེ་འདྲའི་ཁ་ཤས་ཅིག་བཟོས་ཡིན་དེ་དེའི་ནང་ལ་གསར་པོ་རང་རེད་ཡོད་ས་མ་རེད་དེ་ཡིན་དུས་ང་ལ་ཡང་ད་དུང་ཡི་གེ་མང་པོ་དེ་འདྲའི་སླེབས་བསྡད་འདུག་དེ་ཡིན་དུས་འདི་ནས་ཡང་དེ་འདྲའི་བལྟས་ཟིན་ཅིག། གསེར་སྦུག་འདྲ་བོ་གཅིག་བཟོ་ཐུབ་ན་ནི་རྣམ་པ་ཚོ་ལ་དེས་ཕན་ཐོགས་ཡོད་ས་རེད་བསམ་ནི་འདི་ན་ཡང་དམིགས་བསལ་གྱི་ཆ་ཚང་དང་ཁར་སེ་གུ་རུ་ནང་ལོགས་ནས་ཆ་རྐྱེན་ག་རེ་དགོས་ཡོད་མེད་འོ་དོ་སོ་རིམ་པ་བཞིན་དུ་ངས་མ་ཅིག་དེ་འདྲའི་སྙན་པར་གཅིག་བཟོ་ཐུབ་ན་བསམ་ནི་དེ་འདྲའི་གཅིག་བཟོས་ཡོད་དེ་ཡིན་དུས་རྣམ་པ་ཚོ་འདི་གའི་ཕ་ཆེར་གཅིག་བྱས་ན་ཡང་ཕན་ཐོགས་མ་ཁ་ཤས་ལ་ཕན་ཐོགས་ཡོང་གྱི་རེད་བསམ་སྟེ་མཆན་དེ་བཟོས་ཡོད། དེ་ཡིན་དུས་དང་པོ་དེ་གློག་རྡུལ་འཕྲུལ་དེབ་དེ་མ་ཕབ་ལེན་མ་བྱས་སྔོན་ནས་སོ་སོ་གའི་ཁ་པར་ད་ཀུ་ཤུ་རྟགས་ཅན་གྱི་ཁ་པར་ཡིན་ན་རེད I've pass ཡ་དེ་ཡིན་ན་རེད་དེ་ནང་ལ་ཅིག་དེ་འགོག་ཡོད་རེད་དེ I've books ཟེར་འདུག་བ།

འདི་ནང་ནས་འདི་དང་པོ་དེ་རེད་ཀྱ་ད་འདི་ང་རང་གི་དེ་ནང་ལ་མ་ཕབ་ལེན་བྱས་ཚར་ཡོད་རེད་དེ་ཡིན་དུས་ཕབ་ལེན་སོ་སོ་གི་དེ་ནང་ཕབ་ལེན་བྱས་ཚར་མེད་ན་ཨཱནི་འདི་གཞན་པ་ནང་ད་ད Freeze ཡིན་འདུག་བ་འོ་དེ་འདྲས་ཀྱི་གནོན་ས་ཡོད་རེད་དེ་དེ་ག་ནས་ཨཱནི་དེ་ག་མ་ཕབ་ལེན་བྱས་དེ་ཕབ་ལེན་བྱས་དུས་ཡང་སོ་སོ་གི་དེ་ཀུ་ཤི་བཏགས་ཅིང་གི Apple ID ཟིན་དེ་ཡིན་གྱི་མིན་གྱི་དགོས་ཡོད་རེད།

ཁར་སེ་གོ་རེའུ་ཅི་ལམ་འདྲ་བོ་དེ་ཁོ་ཚོ་གི་དེ་ཉར་འདུག་བ་དེ་གཏད་སུ་བརྗིད་འདྲ་བོ་བཙོག་གི་མ་རེད། ཨོ་དེ་ཕ་གཙང་མ་བཟོ། ཨེ་ནས་དེ་གཙང་མ་བཟོས་ཚང་ན་ཨེ་ནས་ཡང་བསྐྱར་ཕ། ད་ལྟ་དེ་དྲ་རྒྱ་ནང་ཕྱིན་ན་ཕ་ཕྱིར་བདེ་སླེབས་སྲིད་གི་རེད། དེ་ནས་ཁར་སེ་དེ་གི་ནང་ལ་ཡང་འགྲོ་ཡག་གི་དཀའ་ངལ་དེ་འདྲས་ཡིན་པ་འདུག་ན།

གསར་བཤད་འགྲོ་འོང་ཅིག་ཀྱང་ཉོ་ན་བསམ་པར་རེ་བ་ཡོད་དེ་ནས་དེ་འདྲའི་ཆེད་དཀའ་ངལ་འདུག་ན་ནི་མུ་མཐུད་ནས་ང་ལ་ཡི་གེ་བཏང་རོགས་ཅིག་ག་ཡིན་ན་ང་ཡི་གེ་ཚང་མ་དང་མང་པོ་ཅིག་སླེབས་བསྡད་འདུག་དེ་ཡིན་དུས་ཚང་མ་ལ་ལེན་ཕོག་གི་མི་འདུག་དེ་ཡིན་དུས་དགོངས་དག་ཞུ་ཡ་ཡིན་ནི་འདི་འདྲའི་ད་དཀའ་ངལ་ཡོད་ཅོག་དེ་འདྲའི་མང་པོ་ཅིག་བྱུང་འོང་ན་ཡང་ཡི་གེ་དེ་འདྲའི་བཏང་འོང་ན་ང་འདི་འདྲའི་ཆེད་ནི་ཡང་མི་གཞན་པ་ཆ་ཚང་ལ་ག་ཚོད་ཀྱི་རིན་མི་ཚང་མ་ལ་ཕན་ཐོག་ཡག་གི། དེ་འདྲའི་སྐད་ཅིག། སྙན་པ་འདྲ་བོ་དེ་དེ་འདྲའི་བཟོ་ཐོབ་ན་ཡང་ངས་མུ་མཐུད་ནས་བཟོ་ནི་ཡ། ང་རང་གི་དྲ་རྒྱ་དང་དེ་ནས་ངོ་དེབ་ཀྱི་ནང་ལ་ཡ། བཅུག་གི་ཡིན། དེ་ནས་རྣམ་པ་ཚོ་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས།